ཨན་ད་ནི་ཅང་ང་ཚོས་ཀྱི་མཁན་པོ་དགེ་བའི་བཤེས་གཉེན་རྣམ་པ་ཚོ། ཨན་ཚང་མ་རོ་ལ་ཡང་ཐོག་མར་ངས་བཀྲ་ཤིས་པའི་འཚམས་འདྲི་ཞུ་ཡ་ཡིན། ད་དེ་ནས། ད་རེས་རིམས་ནད་ཀྱི་རྐྱེན་པས་དགུན་ཆོས་ཚུགས་མ་ཐུབ་པ་ཡིན་པ་རེད། ཡིན་ན་ཡང་ད་དགུན་ཆོས་གྲ་སྒྲིག་གནང་མཁན་ཟུར་མང་བཤད་གྲྭ་དང་སྐྱབས་རྗེ་གང་རུང་ཞིག་གིས་ཐུགས་རེ་ནན་བཞིན་བྱས་རྗེས་གསར་བརྗེ་མ་གཏོང་ཙམ་དུ་ད་རིང་འདི་ཡག་ཅིག་དྭགས་པོའི་ཆོས་ཤིག་གིས་གསུང་ཆོས་འདི་འདྲ་ཅིག་བྱེད་ཨག་གིས་ལས་འཆར་བ་འདི་འདྲ་བཟོས་པ་རེད།

ཡིན་ནའི་ད་དེའི་གི་ཨ་ནི་ག་ཧྲོལ་ད་རྩ་གཞུང་རུ་དེའི་གི་དངོས་བསྟན་ལ་ཡ་ཆོས་བཞིའི་གི་དངོས་བསྟན་ལ་ཡ་ཨ་ནི་ཚིག་འདི་འདྲི་འཇོག་ད། ཆོས་བཞིའི་རྒྱས་བཤད་དེ་དག་རེ་རེ་ལའང་ལྟ་སྒོམ་སྤྱོད་པ་གསུམ་གྱིས་ཉམས་སུ་བླངས། བྱས་རྗེས། ད་ག་དང་གཞུང་གི་དངོས་བསྟན་གྱི་ཚིག་ལ་ཡང་ཆོས་བཞི་ཟེར་ཨ་ཅིག་མ་གཏོགས་པའི་གི་ཨེ་ན་ཅིག་ཆོས་བཞི་དེ་རེ་རེ་ནས་པའི་ངོས་འཛིན་གསལ་པོ་གནང་བྱས་འདི་དང་འདི་རེད་བྱས་བྱས་ཨེ་ན་མ་གསལ་བཤད་རོབ་གས་གནང་འདུག། ཡང་དག་པའི་བཀའ་འབུམ་ནང་ལོགས་ལ་ཡང་ཅིག་ཆོས་བཞི་མདོར་བསྡུས་པ་ལགས་སོ། ཟེར་བ་གྱི་མཚན་བྱང་ཡོད་བསྡད་པ་ཅིག་དང། ཡང་མཚན་བྱང་མེད་པ་ཨོན་གྱི་ནག་མོ་གུ་རུ་ཆོས་ཆོས་སུ་འགྲོ་བ་ཟེར་བ་གྱི་ད་ག་ད་དེ་འདྲས་གྱི་པའི་ཆོས་བཞིའི་གྱི་ཡང་ཆོས་བཞི་བསྟན་པའི་གྱི་མཚན་པ་རུ་ཅིག་འདུག་དེ་རིང་ཡིན་དུས་སང་ནས་ད་ག་ད་དྭགས་པོའི་བཀའ་འབུམ་གྱི་ནང་ལོར་ལབ་པའི་དྭགས་པོའི་ཆོས་བཞི་གྱི་དྲང་ངེས་དང་ངོས་འཛིན་གསལ་པོ་ཡོད་པའི་གྱི་ཆོས་ཚན་རང་རྐང་བ་ཕ་གཞིས་དེ་གཉིས་གཉིས་མ་གཏོགས་མི་འདུག་བསམ་བསམ་རུང་ཞིག་འདུག་དེ་འདྲ་ཡིན་དུས་སང་ད་ད་རེས་ང་ཚོའི་གི་འཆད་ཉན་བྱེད་ཨ་དེ་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི་མཚན་བྱང་ཡོད་པ་དེ་ད་ད་གི་གོང་དུ་ཞུས་པའི་མཚན་བྱང་ཡོད་པ་ཅིག་ཆོས་ཞི་བ་ལགས་སུ་ཟེར་བ་མཚན་བྱང་ཡོད་པ་དེ་རེད

དྭགས་པོའི་དངོས་སློབ། ལྷོ་ལ་ཡག་པ་ཞེས་བྱ། ཨ་ནི། བདག་ག་ད། ཕྱོགས་གཅིག་ནི་མཁས་པ་ཆེན་པོར་རེ་དོགས་དང་རེ་འདུག་ལ་ད་ན་གཞན་གྱི་ཚུལ་དབུལ་གྱི་གདན་བསམ་པར་མཛད་པའི་ལོ་རྒྱུས་ཡོད་རེད། ཁོང་གིས་ཨ་ནི། ཆོས་གཞིའི་གི་རྩ་ཚིག་དང། ཨ་ད་ན་གཞན་གྱི་དུས་སྟོན། འགྲེལ་པ་བྱེད་བྱེད་ག་ད། པའི་ཆ་ཚང་བ་ཅིག་མཛད་ཡོད་རེད་དེ་རིང་དུས་སང་ཅིག། དྭགས་པོའི་ཆོས་གཞི་འདི་ཆོས་གཞིའི་གི་ཅིག་བསྟན་པ་སྤེལ་བ་ལ་ཡང་ཨ་ནི་དགོངས་པའི་བཀའ་དྲིན་ཆེན་པོ་དང་གལ་ཆེན་པོ་ཞུ་ཆགས་ཡིན་འདུག་ཨ་ནི་ད་ནི་རྗེ་ཕག་མོ་གྲུ་པས་མཛད་པའི་གི་འགྲེལ་པ་ལ་སོགས་པ་ད་དེ་འདྲས་གི་གང་ལྟར་དྭགས་པོ་རིན་པོ་ཆེ་གི་དངོས་སློབ་དེ་ཚུན་མཛད་བཞག་པའི་གི་ད་འགྲེལ་པ་ཡང་ད་ཁ་ཤས་ཤིག་ཡོང་བསྡད་ཀྱི་འདུག་ད་ང་ཚོའི་གི་ངེས་པར་དུ་ཅིག་དོ་སྣང་བྱས་དགོས་ཨ་རུ་ཅིག་གར་འདུག་ཞུས་པའི་མི་སྣ་ཨ་ནི་དྭགས་པོ་རིན་པོ་ཆེ་དང་ད་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི་ཨ་ནི་ཅིག་གིས་དྭགས་པོ་རིན་པོ་ཆེ་བཀའ་འབུམ་ནང་ལ་ཡོད་བསྡད་པའི་གི་ཅིག་དྭགས་པོ་རིན་པོ་ཆེ་གིས་དངོས་སུ་མཛད་པ་དང་ད་ག་ནང་བཞིན་ཁོང་གིས་དངོས་སློབ་སུ་མཛད་བཞག་པའི་གི་ཅིག་འགྲེལ་པ་དེ་ཚོའི་ནང་ལ་འཁོད་བསྡད་པའི་གི་ཆོས་གཞི་དེ་དང་ཕྱིས་སུ། ང་ཚོའི་ཁ་ལ་ཡང་བྱང་དེ་ཡག་གི་ཅིག་ཁ་ཁ་བྱང་ལག་བྱང་རེད་དེ་ཡག་གི། དྭགས་པོའི་ཆོས་གཞི་དེའི་གི། ཚིག་གི་ཟུར་དེ་ཚོ་ཏོག་ཙམ་མི་མཐུན་པ་རེད་ཅིག་ཡོང་གི་འདུག། དཔེར་ན། ཕྱིས་སུ་གྲགས་པའི་གི་ཨེ་ནི། ཕྱིས་སུ་ཡོངས་གྲགས་གི་དྭགས་པོའི་ཆོས་གཞི་ནང་གི་དང་པོ་དེ་བློ་ཆོས་སུ་འགྲོ་བ་ཞེས་ང་ཚོས་ལབ་དགོས་རོགས་པ། ད་ཡིན་ནའི་ཡིག་ཆ་རྙིང་པ་ཚོའི་ནང་ལོགས་ལ་ཡང་ནི། ཆོས་ཆོས་སུ་འགྲོ་བ་ཟེར་ཅིག་མ་དོ་པས་བློ་ཆོས་སུ་འགྲོ་བ་ཟེར་ཅིག་ཕལ་ཆེར་མི་འདུག། ནི་འདིའི་སྐོར་དེ་ལ་ཡང། ད་ལྟ་བཀའ་མའི་མཁན་པོ་རིན་ཆེན་དར་རྒྱས་ཀྱིས་ཆོས་བཞིའི་གི་འགྲེལ་པ་བསྡུས་དུས་ཤིག་འདུག། དེའི་ནང་ལོགས་ལ་ཡང། ཁོང་གིས་གསུངས་ན། ཀརྨ་པ་དེ་བཞིན་གཤེགས་པའི་སྐུ་དུས་སུ་ཨ་ནི་འགྱུར་བ་བྱུང་མ་འགྲོ་པ་ཅིག་དེ་འདྲས་ཅིག་གསུངས་འདུག། ཡང་དེ་རིང་ཡིན་དུས་སང་ངས་ད་དེ་ལྟར་དེ་བཞིན་གཤེགས་པའི་བཀའ་འབུམ་ད་ཆ་ཚང་རབ་ཅིག་རག་གི་ཡོད་མ་རེད་ནས་དེ་བཞིན་གཤེགས་པའི་དངོས་སློབ་གྲུབ་ཆེན་དམར་སེར་སྟོང་ལྡན་གྱི་ཕྱག་རྒྱ་ཆེན་པོའི་ཁྲིད་ཡིག

དེ་རིང་དུས་སང་དེ་རིང་འདི་ཡང་མང་པོ་ཞུ་མ་གོ་བྱས། མདོར་ན། དྭགས་པོའི་ཆོས་གཞིའམ། ཡང་ན་ཅིག་འདི་ལ་ཡང་ཡང་མཚན་མི་འདྲ་བ་དེ་ལ་ཡང་གནས་ཀྱི་གཟེར་ཞེས་སུ་བརྗོད་ཅིང་འདི་ཡང་གསུངས་འདུག་བྱས་ཙང་གང་ལྟར་ཡང་འདི། འདི་ལ་ཡང་ཅིག་བཀའ་གདམས་པའི་སྐྱེས་བུ་གསུམ་གའི་ལམ་རིམ་བརྒྱའི་གནས་ཆ་ཚང་ཚང་བསྡད་པ་རེད་ཅེས་གསུངས་འདུག་ཡང་ཅིག་བཀའ་ཤག་ཟུང་འབྲེལ་གྱི་ཉམས་ལེན་གྱི་གནད་འགག་ཐམས་ཅད་བསྡུས་བསྡད་པ་རེད་གསུངས་འདུག་ད་ག་འདྲ་དེ་འདྲས་ཀྱི་པའི་ཆོས་ཐམས་ཅད་ཀྱི་ག་འདར་ཐིགས་པ་ཆེ་ཆུང་སྔགས་དང་བཅས་པའི་གྱི་ཅིག་ཉམས་ལེན་གྱི་གནད་འགག་ཐམས་ཅད་བ་བསྡུས་བཞག་པའི་སྡོམ་ཚིག་ཆེན་པོ་ཅིག་ཆགས་བསྡད་ཀྱི་བ་རེད། དེ་འདྲས་ཡིན་པ་ཡིན་དུས་སང་ནས་ཨ་ནི་ཅིག་ང་ཚོ་ད་བོ་དགའ་རྒྱུ་བ་ཅིག་ཡིན་ནས་བཟུང་སྟེ་དང་པོའི་ཆོས་བཞི་འདི་ཀྱི་གནད་འགག་དེ་བཤད་བ་དེ་གལ་ཆེན་པོ་བཞི་པོ་གཅིག་དང། ནི། མི་ཤེས་སུ་མི་རུང་བ་འགྲོ་བ་གཅིག་དེ་འདྲ་ཅིག་རེད་རེད་ཤག། དེ་འདྲ་ཡིན་པའི་ཡིན་དུས་སུ་ད་རེས། གོ་སྐབས་འདི་དང་བསྟུན་བྱས་ནས་ནི་ཅིག་དང་པོའི་ཆོས་བཞི་འདི་ཅིག་བཤད་ན་ཡག་པོ་ཡོད་ས་རེད་བསམ་དེ་འདྲའི་རེ་བ་དྲན་སོང། ད་ཡིན་ན་ངས་ལ་ཡང་དང་པོའི་ཆོས་བཞི་འདི་མ།

ད་བལྟ་ན་ཅིག་ད་ཅིག་ཁྱོད་རང། གར་བྱས་ན་བཀའ་རྒྱུད་པ་རེད་ཟེར་བྱས་སྐད་ཆ་བྱེད་པའི་མི་ན། ཏན་ཧ་ལས་ན་ཅིག་ཨ་ང་ཕ་མ་དེ་ཚོ་བཀའ་རྒྱུད་ལ་ཡ་ཅིག་དད་པ་ཡོད་དད་མཁན་ཞིག་ཡིན། ཨ་ནི། སོ་སོ་ཆུང་དུས་ནས། ད་བཀའ་རྒྱུད་ཀྱི་དགོན་པ་ལ་ཡ། ཨ་ནི་གར་ཤོག་ད་ཅིག་གྲྭ་པར་བཟོས་བྱས། ཡིན་དུས་ས་ནས། ཨ་ནི།

བཀའ་བརྒྱུད་ཟེར་ཡག་གི་མཚན་འདི་གོ་བ་རྒྱ་ཆེན་པོ་བྱེད་ཅེས་བཤད་པའི་མི་སྣ། བཀའ་བརྒྱུད་ཟེར་ཡག་དང་པོ་ཚིག་དང་པོ་འདི་ཀར་བ། བཀའ་ཟེར་ཡག་འདི་གོ་བ་གོ་གི་ཡོད་རེད་ཅེས་ལབ་པའི་མི་སྣ། ཨ་ནི་ཅིག་བཀའ་དང་བསྟན་བཅོས་གཉིས་ཀྱི་ནང་གི་བཀའ་དེར་གོ་གི་ཡོད་རེད། ད་དེ་ག་རེ་རེད་ཅེས་ལབ་པའི་མི་སྣ་དེ་ཅིག་རྒྱལ་བའི་བཀའ་འམ་སངས་རྒྱས་ཀྱི་གསུང་ལ་ཡང་གོ་གི་ཡོད་རེད་པ།

ཨ་ནི་སློབ་མས་རྒྱུན་འཛིན་བྱས་པའི་རིམ་པ། བར་མ་ཆད་པ་ཅིག་ལ་ཡང་ཨ་ནི་གོ་ཡོང་རེ་བསམ་དྲན་འདུག། ཨ་ནི་དེ་འབྲེལ་གྱི་ཕྱོགས་ནས་བསམ་བློ་བཏང་པ་ཡིན་མིན། དེའི་དབང་དུ་བྱས་ནས་བསམ་བློ་བཏང་པ་ཡིན་མིན་ན། ཨ་ནི་ནང་པ་སངས་རྒྱས་པའི་བརྒྱུད་པ་འཛིན་མཁན་ཐམས་ཅད་ལ་ཨ་ནི་བཀའ་བརྒྱུད་པ་བྱས་བྱས་ལབ་ནས་ལབ་ཆོག་པ་འདྲ་པོ་ཅིག་དང། འོས་ཤིང་འཚམས་པ་འདྲ་པོ་ཅིག་ཆགས་ཡོང་བ་རེད། རྒྱུ་མཚན་དེ་འདྲ་ལ་ཡང་བརྟེན་བྱས་ནས་ཨ་ནི་བོད་ལ་ཡང་དཔེར་ན་བཀའ་གདམས་པ་དེ་ཚོ་ལ་ཡང་ཇོ་བོའི་བཀའ་རྒྱུད་ཞེས་བྱས་ཞུ་ཡག་དང། དག་ན་ཤིང་གི་ཕྱིས་སུ་དགའ་ལྡན་དཔལ་གྱི་དབེན་ས་སྙིང་རྒྱུད་པ་དེ་ཚོ་ལ་ཡིན་པའི་ཡང་དགེ་ལྡན་བཀའ་རྒྱུད་ཞུ་ཡག་དང། ཨ་ནི་གཅིག་བན་དེ་བོ་དོང་པན་ཆེན་ཕྱོགས་ལས་རྣམ་རྒྱལ་ནས་མ་རྒྱུད་པའི་གི

མཚན་རབས་གཅིག་ལ་ཡང་གོ་ཡོད་རེད། ད་དཔེ་ཆ་བཤད་པ་ཡིན་མིན་ན། དེང་སང་ཅིག་ས་དགེ་བཀའ་རྙིང་གི་གྲྭ་པ་གསུམ་སླེབས་པ་ཡིན་མིན་ན་ཨ་ནི་ཁོ་ཚོ་ལ་ཡང། རྒྱ་ཚོ་བའི་ཆོས་རྒྱུད་ག་རེ་ག་རེ་ཡིན་ཞེས་སྐད་ཆ་དྲིས་ན། ང་ཅིག་ས་སྐྱེ་ཡིན་ང་དགེ་ལུགས་ཡིན་ང་རྙིང་མ་ཡིན་ཟེར། ལ་གུ་རི་མ་གཏོགས་པའི་དགེ། ང་བཀའ་བརྒྱུད་པ་ཡིན་བྱས་བྱས། ལ་གུ་མ་རུ་མ། ཡིན་ན་ང་བཀའ་བརྒྱུད་པ་མིན་ཟེར་ཡག་གི་དོན་དག་དེ་ཨེ་ན་ཁོང་ཚོའི་དགེ། ཨོ་ང་སངས་རྒྱས་ཀྱི་བཀའ་སྡེ་སྣོད་ཀྱི་བརྒྱུད་པ་འཛིན་མཁན་མིན། དེ་འདྲས་ཟེར་གི་ཡོད་མ་རུ་མ། ད་ཁོང་ཚོས་ག་རེ་དྲན་གི་ཡོད་རེད་ཟེར་ན་བཀའ་བརྒྱུད་པ་ཟེར་ཡག་དེ་ཆོས་བརྒྱུད་བྱེ་བྲག་པ་ཞིག་གིས། མིང་རེད་འདུག་བྱས་ཙང་དེའི་གི་ཁུངས་མིན་ཟེར་ཡག་རོ་ཅིག་དེ་འདྲ་ཅིག་ལ་གོ་ཡོག་རོ་པ་དེ་འདྲ་ཡིན་པའི་ཡིན་དུས་ཙང་རྡོག་རྡོག་བཤད་པ་ཡིན་ན་མིང་བེད་སྤྱོད་གཏོང་སྟངས་དང་གོ་བ་ལེན་སྟངས་ལ་ཡང་འགྱུར་བ་ཕྱིན་ནས་ཕན་ཚུན་གོ་བརྡ་མ་འཕྲོད་པ་དེ་འདྲ་ཙམ་ཞིག་རེད་མ་གཏོགས་དེ་གི་དོན་ལ་ཡག་རྟགས་གང་འདྲ་ཚང་མ་ལོ་ཅིག་སངས་རྒྱས་བཀའ་སྡེ་སྣོད་ཀྱི་བརྒྱུད་པ་འཛིན་བསྟེན་མཁན་ཤ་སྟག་རུ་ཆགས་ཏེ་ཡོད་རེད། དེ་འདྲ་ཡིན་དུས་བཟང་ན་དོན་ལ་འགལ་བ་མེད་བསྡད་འགྲོ་ཞེས། ད་གང་ལྟར་ཡང་ད་དེང་སང་ཡོངས་གྲགས་ཀྱི་དབང་དུ་བྱས་ནས་བཤད་པ་ཡིན་མིན་ན། བཀའ་རྒྱུད་པ་ཟེར་བ་དེ་ག་བར་གོ་ཡོད་རེད་ཟེར་ན། ཨ་ནི་བཀའ་རྒྱུད་པ་ཟེར་བ་དེ་རྒྱ་གར་གྱི་གྲུབ་ཆེན་གཏེར་སློབ་པ་ལ་ཡང་བཀའ་བབས་བཞིའམ་ཡང་ན་བརྒྱུད་པ་མི་འདྲ་བ་ཞིག་གི་གདམས་ངག་ཡོད་པ་རེད། དེ་གདམས་ངག་ཡོད་པ་དེ་ནི་རྒྱ་གར་གྱི་པཎ་ཆེན་ནཱ་རོ་པའི་གསན། ཁོང་གིས་བོད་ཀྱི་བླ་མ་མ་པ་ལོ་ཙཱ་བ་ལ་གནང་ནས། དེ་ནས་མ་པ་ལོ་ཙཱ་བས་ཀྱིས་བོད་ལ་ཡང་ཨ་ནི་བཀའ་བརྒྱུད་ཀྱི་གདམས་ངག་དེ་ཚོ་བོད་ལ་ཡང་བསྣམས་ནས་ཨ་ནི་བོད་ཀྱི་སྐད་དུ་བསྒྱུར། ཨ་ནི་དག་ཡངས་ཅན་གྱི་འཆད་ཉན་སྒོམ་གསུམ་གྱི་སྒོ་ནས་གཏན་ལ་ཕབ་ནས། ཨ་ནི་བརྒྱུད་འཛིན་གྱི་སློབ་མ་མི་ལ་ཞེས་པ་རྡོ་རྗེ་ལ་སོགས་པ་ནས་བཟུང་སྟེ་ཨ་ནི་ད་ལྟའི་བར་དུ་ཅིག་བླ་ལུགས་ཀྱི་བརྒྱུད་པ་བར་མ་ཆད་པ་བྱུང་བ་དེ་ལ་ཡང་ཨ་ནི་བཀའ་བརྒྱུད་ཟེར་རོ་ཅིག་དེ་འདྲ་ཅིག་ལ་ཡང་གོ་ཡོད་རེད། ད་འདས་བཤད་དེ་ཨ་ཁེ། ད་ལྟ་ངས་སྐབས་བབ་བཞི་ཟེར་བ་ཞུས་སོང་ཨ། སྐབས་བབ་བཞི་ཟེར་བ་དེ་ལ་ཡང་རྟོག་བཙོག་ཟེར་ཅིག་བཀའ་རྒྱུད་ནང་ལོགས་ལ་ཡང་ཅིག་བཞེད་ཚུལ་མི་འདྲ་རོ་ཅིག་རྟོག་བཙོག་སུ་ཡོང་དེ་ཡོད་ས་རེད། ཡིན་ནའི་ད་དེ་རིང་འདས་ངས་སྐབས་བབ་བཞིའི་སྐོར་དེ་མང་པོ་ཞིག་གྲགས་ཅིག་ཞུས་ཨ་ཁེ། ངས་ནི་མ་ཞུས་ན་འགྲིག་གི་མེད་འགྲོ་བསམ་གྱི་འདུག་ད་གང་ལྟར་ཡང། བཀའ་བབས་བཞི་པོ་དེ་གི་དེ་ཚང་མ་ལོག། རྒྱལ་བ་རྡོ་རྗེ་འཆང་ནི་བརྒྱུད་པ་ཤ་སྟག་ཡིན་པའི་ཡིན་རྒྱུ་བསགས་ནས། ཡང་གོང་དུ་བཤད་པའི་གི་བཀའ་ཡི་དོན་དག་དེ་འགལ་བ་གས་ཆགས་ཀི་མི་འདུག། གོང་དུ་གི་བཀའ་ཟེར་བ་དེ་རྒྱལ་བའི་བཀའ་རེད་ཞུས་སོང་ཨ། བྱས་ཙང། ཨ་ནི་ཅིག་གུ་བ་ཡངས་པའི་དབང་དུ་བྱས་ནས་ཡང་རྒྱལ་བའི་བཀའ་རེད་འདུག་ལ་ཨ་ནི་སྐབས་འདི་ལ་ཡང་ཅིག། ཡང་ཏོག་ཅིག།

ད་མདོར་ན། བཀའ་རྒྱུད་ཀྱི་བརྒྱུད་པ་འདིའི་བའི་འབྱུང་ཁུངས་དེ་དང་པོ་རྒྱ་གར་ནས་མ་བྱུང་བ་རེད། ཡང་ན་རྒྱ་གར་ལ་ཡང་ཅིག། བཀའ་རྒྱུད་ཀྱི་གྲུབ་ཆེན་ཏེ་ལོ་པ་དང། ནཱ་རོ་པ་དང་མི་ཏྲི་པ་ལ་སོགས་པས་ཀྱིས་ཅིག་བརྒྱུད་འཛིན་གྱི་གྲུབ་ཐོབ། མང་པོ་བྱུང་ཡོད་པ་རེད། ཨ་ནི་མ་པ་ལོ་ཙཱ་བ་འདི་པཎ་ཆེན་ནགས་རོལ་གྱི་སློབ་མར་གྱུར་ནས་ཨ་ནི་བཀའ་རྒྱུད་ཀྱི་བརྒྱུད་པ་འདི་ཐོག་མར་ཨ་ནི་བོད་དུ་གདན་དྲངས་ནས། ད་ནི་ཅིག་བཀའ་རྒྱུད་ཀྱི་བསྟན་པ་དེ་ད་བོད་དུ་དར་བ་ཅིག་བོད་དུ་དར་འགོར་ཚུགས་ཡིན་པ་རེད། དེ་ནས་མར་པ་ལ་ཡང་ཅིག་སློབ་མ་མང་པོ་ཡོང་བ་རེད་དེ་ནས་ཅིག་སྐད་གྲགས་ཆེ་ཤོས་སྙན་གྲགས་ཆེ་ཤོས་དེ

ད་ཁོང་རྣམ་པ་གཉིས་འདི་ནས་རིམ་གྱིས་བྱུང་བ་ཡིན་པས་ཡིན་དུས་ས་ན་དང་དུ་མདོར་ན། མར་པ་དང། མི་ལ་དང། དྭགས་པོ། དེ་རྣམ་པ་གསུམ་པོ་དེ་ལ་ཡང་ཨ་ནི་བོད་ཀྱི་བཀའ་རྒྱུད་ཀྱི་སྤྱི་སྨད་གསུམ། ད་ང་རང་ཚོར་ཅིག་མི་དེ་མ་སོང་ན་ད་ཅིག་དཔེར་ན་ང་ཚོའི་གི། ཅིག་ཨ་ཕའི་ཨ་ཕ། ཨ་ཕའི་ཨ་ཕ་དང་དེའི་ཡང་མེས་དང་དེའི་སྤྱི་མེས་ཟེར་ཡང་ནང་བཞིན་བྱས་བྱས། ད་གང་ལྟར་ཅིག་ང་ཚོའི་གི་ད་བཀའ་རྒྱུད་ཀྱི་རྒྱུད་པ་འདི་གི་ཅིག། ཅིག། ཕུག་གདུག་ས། ཅིག་ཨ་མ་རོ་པ་ཏི། ཨ་ནི་ཅིག་བོད་ལ་ཡ། བོད་ཀྱི་ཡུལ་འདི་ལ་ཡ། ཅིག་དབང་དུ་བྱས་ནས་བཤད་པ་ཡིན་མིན་ན། ད་གོང་ནང་པ་གསུམ་ཆགས་ཏེ་ཡོད་པ་རེད། ད་དེའི་ནང་ནས་ཀྱང་རྗེ་སྒམ་པོ་པ་འདི། ཨ་ནི་ད། དམིགས་བསལ་ཆགས་ཏེ་ཡོད། ག་རེ་ཟ་ན་རྗེ་སྒམ་པོ་པ་འདི་ཨ་ནི་ཅིག་དྭགས་པོ་འགའི་རྒྱུད་ཀྱི། བཟོད་དོན་མཁན། ཆགས་ཏེ་ཡོད་པ་རེད། དེ་འདྲ་ཡིན་དུས་ས་གནས་ཅིག་ད་ལྟ་ང་རང་ཚོ་ཅིག་བཀའ་རྒྱུད་པ་བཀའ་རྒྱུད་པ་ཟེར་ཞེས་བཤད་ཡ་ཡོད་པ་འདི་ཨ་ནི་གཙོ་བོ་རྗེ་སྒམ་པོ་དཔལ་གྱིས་བཀའ་རྒྱུད་ཀྱི་བསྟན་པ་དར་རྒྱས་སུ་མཛད་པའི་རྒྱུན་མ་ཉམས་པ་ཡོད་པ་དེའི་སྐུ་དྲིན་ལ་བརྟེན་ནས་བྱུང་བསྡད་པ་ཅིག་རེད་བསམ་དྲན་གྱི་འདུག་སྤྱི་བཏང་རྗེ་སྒམ་པོ་པ་ལ་ཡང་ཅིག་མཚན་མི་འདྲ་བ་མང་པོ་ཡོད་རེད། ཡིན་ན་ཡང་ཅིག། སྐད་གྲགས་ཆེ་ཤོས་དེ་ཡོངས་གྲགས་རབ་དེ་གཙོ་བོ་རྟགས་མཚན་གཉིས་ཆགས་བསྡད་འདུག་གཅིག་དེ་དྭགས་པོ་རིན་པོ་ཆེའི་ཞོལ་ཨ་དེ་དང། གཅིག་དེ་རྗེ་སྒམ་པོ་པ་ཞོལ་ཨ་དེ་རེད། དྭགས་པོ་ཟེར་ཨ་དེ་ས་ཆའི་མིང་ཅིག་རེད། ཨ་ནི་སྒམ་པོ་ཟེར་ཨ་དེ་རིགས་ཀྱི་མིང་ཅིག་རེད། དེ་འདྲ་ཡིན་དུས་ས་གནས་ཅིག།

བདག་འོ་ན་ཅིག། དང་པོ་རིན་པོ་ཆེ་མ་ཕེབས་གོང་ནས། ཟེར་ན་འདྲ་འདུག་ཡང་ན་དང་པོ་རིན་པོ་ཆེ་མ་འཁྲུངས་གོང་ནས་ཨ་ནི་བཀའ་རྒྱུད་ཀྱི་བརྒྱུད་པ་འདུག་ག། ཅིག། མ་པ་མི་ཏྲ་ལ་སོགས་པ་བྱུང་ཡོད་བྱོན་འདུག་ག། ཡིན་ན་ཡང་ཕྱིས་སུ་བཀའ་རྒྱུད་པ་ལ་ཡང་ཅིག་གཙོ་བོ་ཅིག་དང་པོའི་བཀའ་རྒྱུད་ཟེར་བྱའི་བསླབ་པ་མ་གཏོགས་པའི་གི་མར་པའི་བཀའ་རྒྱུད་དང་གཅིག་མི་ལའི་བཀའ་རྒྱུད་ཟེར་བྱས་དེ་འདྲས་ཀྱི་འབོད་ཨག་ལུགས་སྲོལ་ད་ག་ཚ་ཚ་མེད་པ་འདི་རྒྱུ་མཚན་ག་ར་ལ་བརྟེན་ནས་བྱུང་བ་རེད་ཅེས་ཞེས་ཞུས་པའི་མི་སྣ་སྤྱི་བཏང་གིས་གཅིག་དྭགས་པོ་བཀའ་རྒྱུད་ཀྱི་རྩ་བའམ་འབྱུང་ཁུངས་དེ་ཨན་མ་བབས་ད་མི་ལ་ལ་ཡག་ཐུག་ཏུ་ཡོག་རེད་དེ་ཡིན་པ་ཡིན་ན་ཡང་རྗེ་གང་པོ་པ་ལ་མར་པ་ཡབ་སྲས་ནས་བརྒྱུད་པའི་དགེ་མེད་ངག་དེ་ཚོ་ཡོད་པའི་སྟེང་དུ་སྐབས་དེ་དུས་དྭགས་པོ་རོམ་བཞི་ཁོ་རང་ཞལ་བཞུགས་པའི་སྐབས་ལ་ཡ་བོད་ལ་ཡག་པའི་ཡོངས་སུ་གྲགས་པའི་དགེ་རྟ་གཅིག་ཆུ་རྒྱུད་རུ་གཅིག་དེ་ག་རེད་ཟེར་ན་བཀའ་གདམས་པ་རེད་དེ་ནས་དུས་སང་ནས་དྭགས་པོ་རོམ་བཞི་ཀྱི་བཀའ་གདམས་པའི་སྐྱེས་བུ་གསུམ་གྱི་ལམ་རིམ་དེ་ཚོ་གསལ་བཤད་གནང་ཡོད་པ་རེད། དེ་ཙམ་དུ་མ་ཟད་པའི་གི། མི་ལ་ནས་བརྒྱུད་པའི་ཕྱག་ཆེན་གཅིག་འཐབ་གྲོལ་གྱི་གདམས་ངག་དང། ད་ནང་བཞིན་གྱི་བཀའ་གདམས་པ་ནས་བརྒྱུད་པའི་གི། ད་སྐྱེས་བུ་གསུམ་གྱི་ལམ་རིམ་དེ་ཟུང་དུ་སྦྲེལ་ནས། གོ་རིམ་དང་ཞིབ་ཚགས་ལྡན་པའི་སྒོ་ནས་ཅིག་སློབ་མ་སྐྱོང་སྟངས་དང། ད་ནང་བཞིན་ཚོགས་པ་དང་སྒྲིག་འཛུགས་ལྡན་པའི་སྒོ་ནས་ཅིག་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་བ་ལ་བརྟེན་བྱས་ནས། ཨ་ནི་བཀའ་བརྒྱུད་ཀྱི་བསྟན་པ་དེ་དར་རྒྱས་ཡོང་བ་ལ་ཡང་ཅིག་ནུས་པ་སྔར་ལས་ལྷག་པ་ཅིག་ཐོན་པ་ཡིན་པ་ཡིན་དུས་རྩ་ནས། ཨ་ནི་ཅིག་བོད་གངས་ཅན་གྱི་ལྗོངས་ལ་ཡང་ཅིག་དྭགས་པོའི་བཀའ་བརྒྱུད་ཅེས་བྱས། ཅིག་སྐད་གྲགས་ཆེན་པོ།

གསུང་གི་ནང་ལོགས་ལ། མི་ལས་རེ་བར་གྱི་གར་སོང་ཨར་སར་བཞུད་པའི་མི་སྣ། ཁོ་བོ་རྣལ་འབྱོར་པ་ཡིན་པ་ལ། ཁོ་བོའི་རྗེས་སུ་རབ་ཏུ་བྱུང་བ་མང་པོ་ཡོང་བར་འདུག། ཨ་ནི་ལྷ་གཅིག་སྟོན་པ་དེ་སེམས་ཅན་དཔག་ཏུ་མེད་པ་ལ་ཕན་ཐོགས་པར་འདུག། ཁོ་བོས་ཀྱང་སངས་རྒྱས་ཀྱི་བསྟན་པ་ལ་བྱ་བ་བྱས་སོ་བྱས་བྱས། ད་གང་ལྟར་ཅིག་སྒམ་པོ་པ་ལ་ཡང་ཐུགས་རེ་ཆེན་པོ་ཅིག་གནང་ཨ་གི་རྒྱུ་མཚན་དེ་ཡང། གནད་འགག་དེ་འདྲ་ཅིག་ལ་ཡང་ཐུག་དེ་ཡག་འགྲུབ་ཅིག་དང་རྒྱུ་མཚན་དེ་འདྲ་ཅིག་ལ་ཡང་ཐུག་དེ་ཡག་འགྲུབ་ཅིག་རེད་བསམ་དྲན་གྱི་འདུག། དེ་འདྲ་ཡིན་དུས་བསམ་ན་ད། གང་འདྲ་ཅིག་མ་མི་དྭགས་གསུམ་བྱས་རྗེས་ད་བཀའ་བརྒྱུད་ཀྱི་སྤྱི་མེས་གསུམ་གྱི་ནང་ནས། ཅིག། མཛད་པ་ཁྲི་ལས་རྒྱ་ཆེ་ཤོས་ཟེར་ན་འདྲ་འདུག། ཡང་ན་ཅིག། ཅིག། བཀའ་བརྒྱུད་ཀྱི། བསྟན་པ་པའི་དར་ཞིང་རྒྱས་པ་མཛད་མཁན་གཙོ་བོ་གཅིག་དེ་དྭགས་པོ་རིན་པོ་ཆེ་དེ་ཡོང་བ་རེད། དེ་ནས་ཡིན་དུས་ད་དྭགས་པོ་རིན་པོ་ཆེ་ལ་དེ་འདྲའི་གི་བའི་ཅིག་མཛད་པ་ཁྲི་ལས་རྒྱ་ཆེན་པོ་ཡོང་ཨ། ཅིག། ཡོང་བའི་གི་རྒྱུ་མཚན་རེ་བ་ཅིག་དང། དེ་ཡོང་དགོས་ཨ་གི་ཆ་རྐྱེན་རེ་བ་དེ། ག་རེ་ཡོག་རེད་ཟེར་བྱས་བྱས། བྲིས་པའི་མི་སྣ། ད་དེ་སྤྱི་བཏང་གི་ཅིག་མངོན་འགྱུར་དང་ལྐོག་གྱུར་གྱི་གནས་ཚུལ་མང་པོ་ཅིག་དང་འབྲེལ་བ་ཆགས་ཏེ་ཡོད་རེད་པ། དེ་ནས་དེ་བཟའ་ཟླ་དེ་རྣམས་སྤྱོད་པའི་ལྐོག་གྱུར་གྱི་ཆ་ནས་བྱས་པས་ན་ཅིག་སྔོན་གྱི་ཐུགས་བསྐྱེད་དང་སྨོན་ལམ་བསམ་ཡས་མི་ཁྱབ་པ་དེ་འདྲ་ཡོད་བསྡད་པ་དེ་ད་བཤད་མི་གོ་བ་ཆད། ད་ཡིན་ན་དེ་ང་ཚོ་ཅིག་ཐུན་མོང་གི་སྐྱེས་བུ་གྱི་ཅིག་ཚུལ་རིག་མཐོང་བའི་སྐྱེས་བུ་དེ་ཚོས་ཧ་གོ་ཐུག་མར་བ། ཡིན་ན་ཅིག་ཐུན་མོང་གི་སྣང་ཚུལ་གྱི་དབང་དུ་བྱས་པའི་མི་སྣ། ད། རྗེ་མར་པ་དེ། ག་འདྲ་ཅིག་རེད་ཞུས་པ་ཡིན་ན་རྗེ་མར་པ་དེ་ཅིག་གྲོང་པའི་ཕ་རྒན་གྱི་རྣམ་པར་བཞུགས་ནས་རེད་པ། ཅིག། རྗེ་བཙུན་མི་ལ་རས་པ། དེ་ནས། མར་པ། ཚེ་ཁག་ཅིག་ལྷོ་བྲག་ལ་ཡོང་པའི་སྐབས་ལ་ཡ། ལྷོ་བྲག་གི་ལུང་པའི་མི་དེ་ཚོས་ཀྱིས། ཨ་ན་ཅིག།

དགོངས་པ། དེ་འདྲའི་གཙུག། ཡང་དག་ན་ཅིག་ཅིག་བློ་དམན་གྱི་ཚོགས་པ། དང་སྒྲིག་འཛུགས་བར་གཙུག་བྱས་དེ་འདྲའི་བའི་བློ་མ་བསྐྱངས་པའི་གི་ལོ་རྒྱུས་ཕ་ཆེན་མེད་པ་ཡིན་པ་རེད། དེ་ནི་ཅིག་གསས་མཁར་དགུ་ཐོག་ལ་སོགས་པ་དེ་ཚོ་ནི་སྐབས་དེ་དུས་ཅིག་མ་པ་ལོ་ཙཱ་བ་དང་ཨ་ནི་ཅིག་གསས་དར་མ་མདོ་སྡེ་ལ་སོགས་པ་དེ་ཚོའི་གི་བཞུགས་གནས་གི་ཁང་པ་ཙམ་རེད་མ་གཏོགས་པའི་གི་ཅིག་གདན་སའི་གི་ཐ་སྙད་དེ་ཚོ་མེད་པ་ཡིན་པ་རེད། ཅིག་གདན་སའི་ཐ་སྙད་དེ་ད་ཕྱིས་སུ་བྱུང་བསྡད་པ་ཅི་རེད་པ། བཀའ་རྒྱུད་གི་གདན་ས་ཟེར་ཡག་ལ་དེ་འདྲའི་ཐ་སྙད་བྱུང་དེ་ཕྱིས་སུ་བྱུང་བསྡད་པ་ཅི་རེད་པ། སྐབས་དེ་དུས་ས་མདའ་གོང་རི་བཞུགས་སའི་གི་ཁང་པར་ཅི་རེད་མ་གཏོགས་པའི་དམིགས་བསལ་གི་ཅིག་གདན་ས་ཟེར་ཡག་དུ་གྱེས་ཡོང་བ་རེད། ཨ་ནི་རྗེ་བཙུན་མི་ལ་རས་པ་ནི་དེ་བས་ཀྱང་གི་ད་ག་ལྟར་བྱ་བྲལ་གི་སྤྱོད་པ་མཛད་ནས་རི་ནས་རི་ལ་བཞུད་རི་ནས་རི་ལ་འཕོས་པ་འཕོས་ནས་ད་ག་ད་ཕལ་ཆེར་ལོ་བཞི་ཅུ་རྩ་གཉིས་ཀྱི་རིང་ལ་ཡར་རི་ལ་བཞུགས་པ་རེད་ཟེར་བྱས་བྱས་དེ་འདྲས་ཀྱི་གསུང་སྲོལ་འདུག་ག་ད་གང་ལྟར་ཅིག། གནས་ངེས་མེད་ཅིག་རི་ཁྲོད་དབེན་པ་རྐྱང་རྐྱང་ལ་ཕེབས་ནས་ཨེ་འདི་ཕེབས་པའི་ཞོར་ལ་ཡང་ཅིག་སློབ་མ་དེ་ཚོ། སློབ་མ། ཀྱི་སྣོད་ལྡན་དེ་འདྲའི་རྗེས་སུ་འཛིན་པ་མ་གཏོགས་པའི་ཀྱི་གནས་གཅིག་ལ་བཞུགས་བྱས། དེ་ནས་ཅིག། ད་སློབ་མ་དེ་ཚོ་འཁོར་སློབ་མ་དུ་ཡ་ལ་སོགས་པ་དེ་ཚོའི་གི་མཛད་པ་གནང་ཡོད་མ་རེད། མ་གནང་བ་ཙམ་དུ་མ་ཟད་པའི་ཡང་ཅིག། ཅིག། གཞིས་ཆགས་གཞིས་ཆགས་ནས་ཅིག་པའི་དགོན་པ་བཙུགས་ཡ་དང་ཅིག་དག་ནང་བཞིན་གི་སློབ་མ་དུ་ཡ་ལ་སོགས་པ་དེ་ཚོ་ལ་ཐུགས་ཀྱི་མཉེས་པ་བཞག་ཡོད་མ་རེད། དེ་རིང་ཡིན་དུས་སང་ནི་རྗེ་བཙུན་མི་ལ་རས་པ། ཅིག་ཕེབས་པའི་རྗེས་ལ་ཡང་ཅིག། རྗེ་བཙུན་མི་ལ་རས་པ་དེའི་བྱོན་པ་རེད་དེ་བཞུགས་པ་རེད་ཟེར་ཡ་དེ་ཚོ་ཅིག་ཕུག་པ་བཏུང་པ་དེ་འདྲས་དང་རི་སྟོང་ལུང་སྟོང་དེ་འདྲས་མ་གཏོགས་དཔེ་གི་ཨ་ནི་ཅིག། ཕལ་ཆེའི་ཁང་པ་ཟེར་ཡ་ཅིག་ཕལ་ཆེའི་མཛུ་གུ་འཛུགས་ས་མེད་དེ་བ་འདྲ་བ་ཅིག་ཆགས་དེ་ཡོད་རེད་ཡིན་ན་ད་ཅིག་ཕྱིས་སུ་རྗེ་བཙུན། ཕེབས་བཞུགས་གནང་སའི་གད་ཅིག་གནས་དེ་ཚོ་ལ་ཡང་དགོངས་པ་བཏབ་པ་དེ་འདྲའི་དང་ཡང་ཅིག་ཁ་བ་བརྒྱབ་པ་རེད་པོ་དེ་འདྲའི་བྱུང་མྱོང་རེད་པ། ད་དེ་ཚོ་ཕྱིས་སུ་བྱུང་བ་རེད་མ་གཏོགས་བས་ཀི། གར་ཤོར་རེད་ད། སྐབས་དེ་རྗེ་བཙུན་མི་ལ་རས་པ་བཞུགས་དེ་བའི་སྐབས་ལ་ཡང་དེ་འདྲ་བྱུང་མྱོང་མ་རེད། ད་དེ་ནས་རྗེ་སྒམ་པོ་པ་དེ་ནི། རྗེ་བཙུན་མར་པ་དང་ཨ་ནི་མི་ལ། རས་པ་གཉིས་ཀ་དང་མི་འདྲ་བ་བྱེད། གཙོ་བོ་དེ་མ་འདྲ་བ་དེ་ག་རེ་ས་སྟན་གྱི་ཆ་ནས་མ་འདྲ་བ་བྱེད། མར་པ་ཡི་ནས་ཨ་རི་མི་ལ་ཡི་མ་ནི་རས་སྟན་གྱི་ཆ་ནས་ད་ད་དགེ་བསྙེན་ཟེར་ནས་འདྲ་དུ་ཁྱིམ་པ་རི་བ། ཡིན་ན་ཡང། དེ་ནས་དྭགས་པོ་རིན་པོ་ཆེ་དེ་རབ་བྱུང་རེད། རབ་བྱུང་ཡིན་པའི་ཡིན་དུས་སང་ནས་ད་གང་ལྟར་གཅིག་དགུང་ལོ་ཉི་ཤུ་རྩ་གྲངས་ནས་རབ་ཏུ་བྱུང་ནས་ཨནི་གྲྭ་བྷལ་གི་སྒྲིག་འཛུགས་ནང་ལོགས་ལ་ཞུགས། ཞུགས་པ་ཙམ་དུ་མ་ཟད་བྷལ་གི་སྐབས་དེ་དུས་སང་ནས་འདུལ་ཁྲིམས་ལ་ཡང་བས་དྭངས་ཤིང་ཆེན་པོ་ཡོད་དེ་བས་ཀྱི། དབུས་རུ་བྷན་བོད་ཕྱོགས་ལ་ཡང་ཕེབས་ནས། ད་བཀའ་གདམས་པའི་གི་བསྟན་པ་དར་དེ་ཟེར་གི་ད་བཀའ་གདམས་པའི་བསྟན་པའི་འབྱུང་ཁུངས་དེ་ད་བེམ་པོ་རུ་བ། དེ་ནས་ཡིན་དུས་ས་ན་དབུས་རུ་བེམ་པོའི་ཕྱོགས་ལ་ཡང་ཕེབས་བྱས་ནས་བཀའ་གདམས་པའི་དགོན་སྡེ་དེ་ཚོའི་ནང་ལོགས་ལ་ཡང་ཁོང་བཞུགས། ཨ་ནི་ཅིག་བཀའ་གདམས་པའི་མན་ངག་མང་པོ་ཨ་ནི་གསལ་བཤད་གནང།

ཡིན་ན་ཡང་ཨ་ཇེ་སྒམ་པོ་བས་ཀྱི་ཨ་ནི་ཅིག་མདོ་སྔགས་ཟུང་འབྲེལ་ཟེར་ནས་དྲངས་འདུག་གང་ལྟར་སྔར་སྐུ་བས་བཞོན་པའི་སྐབས་ལ་ཡང་ལྗང་ཞྭ་བས་ཀྱི་བཀའ་གདམས་སྤེལ་གྱི་ཉམས་ལེན་དང། ཨ་ནི་ཕྱིས་སུ་རྗེ་བཙུན་མི་ལ་རས་པའི་སྐུ་མདུན་ནས་ཐོབ་པའི་ཐབས་གྲོལ་གྱི་མན་ངག་གཉིས་ཀ་གཅིག་གིས་གཅིག་མ་དོར་བའི་སྒོ་ནས་ད་གང་ལྟར་ཅིག་ཟུང་འབྲེལ་དུ་ཉམས་ལེན་གནང་ཡོད་པ་དང།

ད་ཐེངས་འདུས་དུས་སང་འཁོར་སློབ་མ་དེ་ཚོ་ལ་ཡ། མ། དང་བ་གནང་དུས་སང་ནས། དང་བ་རུ་གནང་སྟངས་དེ་ག་འདྲས་གནང་རེད། ཞུས་པའི་མི་དང། ཨན་ཐུན་མོང། ཐུན་མོང་ལ་ཡ་ཅིག། ཐུན་མོང་དང་ཚོགས་ཆོས་སུ་གཙོ་བོ་དེ། ཇོ་བོ་བཀའ་གདམས་པའི་སྐྱེས་བུ་གསུམ་གྱི་ལམ་རིམ་གྱི་སྒོ་ནས། ཨན། པའི། ཅིག་མ། ཁྲིད་རུ་གནང། དེ་ཁྲིད་གནང་ནས་ཅིག། ད་ཅིག་མི་རྟག་པ་དང། ཅིག། འཁོར་བའི་གཉིས་མེད་ལས་རྒྱུ་འབྲས་ལ་སོགས་པའི་སྒོ་ནས་ད་གང་ལྟར། ཅིག་རྒྱུད་ལེགས་པར་སྦྱངས་ཚར་བའི་རྗེས་ལ་ཡང་ན་གཞི་ནས་ཅིག་ཕྱག་ཆེན་གྱི་ཁྲིད་བསྟབས་པར་མཛད་པ། དེ་འདྲ་ཡིན་པའི་ཡིན་དུས་སང་ནས་ཅིག་དཀར་ཆག་ཆུ་བོ་གཉིས་འདྲེས་ཀྱི། ད་དྭགས་པོ་རིན་པོ་ཆེ་གི་དྭགས་པོ་བཀའ་བརྒྱུད་འདི་ཅིག་དཀར་ཆག་ཆུ་བོ་གཉིས་འདྲེས་ཀྱི་བརྒྱུད་པ་རེད་ཟེར་ཞེས་ལབ་དགོས་ཨ་ཁུ་རྒྱུ་མཚན་རིན་པོ་ཏེ་འདི་འདྲ་ཞིག་ལ་ཐུག་འདུག་ཡོད་རེད། དྭགས་པོ་རིན་པོ་ཆེ་གི་ཀླུ་འབུམ་གྱི་ནང་ལོགས་ལ་ཡིན་པའི་གནས་ཡང་དག་པ་རིན་པོ་ཆེ་གིས་ག་རེ་གསུངས་ཡོད་རེད་ཟེར་ལབ་ཡོད་མིན་ན། ད་ལྟ་མི་ལ་བག་རེ་འཕེན་པ་འདི་ཨ་ནི་བཀའ་གདམས་པ་ལ་བརྟེན་ནས་ཕན་ཐོགས་པ་ཡིན། ནཱ་རོའི་གདམས་ངག་བཤད་པ་མང་སྟེ་བཀའ་གདམས་དང་མ་འབྲེལ་ན་ཕན་པ་བག་ཉུང་ཟེར་བཞིན་དེ་འདྲ་གསུངས་ཡོད་རེད། ད་ག་རེ་ཟེར་ན་དེ་ག་ད་ད་ལྟ་ང་མི་ལ་ཡར་ལྟོ་བ་ཅིག་ཕན་ཐོགས་ཡོད་པ་དེ་ཆོ་ག་དམ་པར་བསྟེན་ནས་ཕན་ཐོགས་ཡོང་གི་འདུག། རྗེས་ནག་རོ་བེད་ཀྱི་གདམས་ངག་དེ་བཤད་པ་རྒྱ་ཆེ་བ་རེད་དེ་ཡིན་མིན་ནི་ཡང་ཅིག་བཀའ་གདམས་པའི་མན་ངག་དང་མ་འབྲེལ་ན། ཅིག་བཀའ་གདམས་པའི་ཅིག་ཐུན་མོང་གི་ལམ་བྱང་དེ་ཚོ་སྔོན་དུ་མ་སོང་ན་ཨ་ནི་ཕན་ཐོགས་ཞིག་རག་ཡོང་གི་མི་འདུག་ཅེས་བཤད།

ཨ་ནི་རྗེ་སྒམ་པོ་དཔལ་གྱི་མདོ་ལམ་དང་མཐུན་པའི། ཕར་ཕྱིན་གྱི་ལྟ་བ་ལ་ཡང་ལྷན་ཅིག་སྐྱེས་སྦྱོར་ཞེས་པའི་མཚན་བཏགས་པར་མཛད། དེ་ནས་དབང་བསྐུར་བ་ལ་སོགས་པ་ལ་མ་ལྟོས་པར། ཐད་ཀར་ཐད་ཀར། བློ་གསར་དང། བཙུན་ཆུང་མང་པོ་ལས་ཡག་པའི་མངོན་སུམ་ལམ་བྱེད་ཀྱི་སྒོ་ནས། སེམས་ངོ་སྤྲད་པར་མཛད་པ།

དཔེ་ཆ་སློབ་གཉེར་བ་མང་པོ་གཅིག་པའི་ཆུས་ཚུད་སུ་བཏང་ནས་བས་ཏེ་འཕྲོ་བརླག་བཏང་སོང། དེ་འདྲའི་བྱས་རྗེས་སྐུར་བ་གཏམ་ངན་ཟེར་ནས་འགྲངས་འདུག་སྐྱོན་བརྗོད་རུ་བྱེད་ངན་དེ་འདྲས་མང་པོ་བྱུང་བ་རེད། དེ་ལ་ཡང་ཨ་རན་ཅིག་དྭགས་པོ་རིན་པོ་ཆེ་གིས་ཨོ་ད་ཅིག་ཚིག་ཉེས་པ་དེ་ཚོས་ང་ལ་བཀའ་སྐྱོན་དེ་མང་པོ་གནང་གི་ཡོད་རེད། གནང་གི་ཡོད་རེད་དེ་ཡིན་ན་ཡང་ངེད་ཀྱིས་ད་ལྟ་བཙུན་ཆུང་ད་ཅིག་བཙུན་ཆུང་ཟེར་ན་བན་དེ་ཟེར་ན་འདྲ་དོ་ད་ལྟ་གང་ལྟར་གྲྭ་པ་ཆུང་ཆུང་འདི་ཚོ་མ་འོངས་པ་ལ་ཡང་ཅིག་སེམས་ཅན་གྱི་འགྲོ་དོན་འཕེལ་བ་ཅིག་ཡོང་གི་རེད་དཱ་བྱས་བྱས། དེ་འདྲའི་བྱས་དཀའ་གནང་བས་དེ་ལོ་རྒྱུས་ཡང་ཡོད་བསྡད་པ་ཡིན་པ་རེད། ཡང་དག་ནང་བཞིན་གྱི་ཡང་སྐབས་ཅིག་ལ་ཡང་རྒྱ་བ་ཁྱུང་ཚང་པ་བྱས་བྱས། ཁྱུང་ཚང་པ་ཟེར་བ་དེ། ང་ཚོ་རིག་འབྱུང་སྙན་བརྒྱུད་ཀྱི།

བྱས་ཙང་རྒྱལ་བ་ཁྱུང་ཚང་པ་དེ་དང་ཁོང་ད་ཚིག་གཉིས་སྦྱང་འདི་གི་དགེ་བཤེས་ཤིག་ཡིན་དུས་སམ་ཐོག་མར་ཁོས་ཁོང་གི་ཐུགས་ལ་ཡང་གར་དགོངས་པར་ལབ་ཡོད་ན་ཨང་ཅིག་ཨོ་ད་དྭགས་པོ་རིན་པོ་ཆེ་གི་བའི་བཙུན་ཆུང་འདི་ཚོ་ལ་ཡང་བའི་ཐོས་བསམ་ཙང་ཐོས་བསམ་གཏོགས་ཅིག་བྱས་མ་བཅུག་བྱས་ཐོས་བསམ་གཏོགས་ཅིག་བྱས་མ་བཅུག་བྱས་བྱས་པས་སྒོམ་རྐྱང་རྐྱང་བསླབས་ནས་སེམས་ངོ་རྐྱང་རྐྱང་སྤྲད་ནས་སྒོམ་གཏོགས་སྒོམ་ཆག་ངེས་བྱུང་དེར་རྐྱང་རྐྱང་བསླབས་ནས

དེའི་གི་མཚན་མོ་ལ་ཡང་ཁོ་རང་རྨི་ལམ་ན་ལོག་ལས། རྨི་ལམ། མི་ཟེར་ཏང་ཅིག་རྨི་ལམ་དེའི་ན་ལོག་ལས་ཅིག་དར་ལ་སྒམ་པོའི་གི་རི་ཐམས་ཅད། གར་ས་དེ། ཕུག་པས་གང་འདས་འདུག་ས་རི་ཐམས་ཅད་པའི་ཕུག་པ་ཀྱང་ཀྱང་བྲག་ཕུག་ཀྱང་ཀྱང་གང་འདས་འདུག་ས། བྲག་ཕུག་དེ་ཚོའི་ན་ལོག་ལ་ཡང། རིན་པོ་ཆེ་གི་པའི་མཆོད་རྟེན་མང་པོ་བཞུགས་འདུག་ས།

ད་དེ་རྨི་ལམ་དེ་ཡི་སྨིན་དུས་ས་དེའི་སང་ཉིན་དེ་ལ་ཡང། ཁྱུང་ཚང་བ་ཁོང། ད་དེ་རྗེ་སྒམ་པོ་པ་ལ་ཅིག་བཞུགས་འོ་ས་ན་ད་ཁོ་ཧ་རུ་ཞིག་ལས་བྱས། ད་ཁོ་རང་ཉི་མའི་གོང་ལ་ཡང་ད་དོག་པ་རུ་བ་བྱུང་བ་རུ་བ་དོག་པ་དེ་གསུམ་སྐྱེས་རོགས། མཚན་ནག་མོ་ལ་ཡང། ལམ་སང་དེ་འདྲས་ཀྱི་རྨི་ལམ་བཟང་པོ་ཞེ་བོ་ཅིག་བྱུང་བ་ཡི་སྨིན་དུས་ད་ཁོང་ངོ་མཚར་སྐྱེས་ནས། སྒམ་པོ་པའི་སྐུ་མདུན་ལ་ཡང་བཞུགས་ཁ་བཅར། སྒམ་པོ་པོའི་སྐུ་མདུན་རེ་ཞུ་ག་སོང་ནས་ཨ་ནི་དང་པོ་ཕྱག་འཚལ། ལ་སྒམ་པོ་པོའི་སྐུ་མདུན་སླེབས་པ་དང་ལམ་སང་ཕྱག་འཚལ། ཕྱག་འཚལ་ནས་ད། ཁོང་གིས་སྒམ་པོ་པོ་ལ་ཅིག། ག་རེ་རེ་ཞུ་གོ་བསམ་སྟེ་བཙལ་ནས་མ་ཞུས་གོང་ནས་ཨ་ནི་མ་སྒམ་པོ་པོས་མ། བཀའ་གནང་ནས། ཨོ་ད་ཅི་དང་ཁྱེད་རང་ཁྱེད་རང་ཅི་དང་གི་ད་ཅིག་མཚན་ཉིད་པ་དེ་ཚོས་ང་ལ་དང་པོ་ཡོག་རེད། མཚན་ཉིད་པ་ཅིག་དཔེ་ཆ་དཔེ་ཆ་བ་དེ་ཚོས་ང་ལ་དང་པོ་བྱ་ཡོག་རེད། ལྷག་པར་དུ་ཁྱོད་ཀྱིས་ང་ལ། བརྙས་བཅོས་ཏོ་བཤད་སོང་ཨ་སི་ད་བརྙས་བཅོས་དེ་བཤད་ནས་ཨེ་ནི་པེ་ངའི་བའི་གྲོ་ཆུང་དེ་བཟོ་ལ་ཡ། གར་ཤོག་རེ་ཅིག་ཅིག་གར་ཤོག་སྒོམ་སྒོམ་སྟབས་ཅིག་སེམས་ངོ་སྤྲད་ཨ་དེ་ག་འདྲས་ཡིན་ཨ་སི་ཨ་ཏོ་ཅིག་དོགས་པ་རུ་བྱས་བརྙས་བཅོས་རུ་ཏོ་བཤད་སོང་ཨ་སི། ཡིན་ན་ཁྱོད་རང་གི་རྨི་ལམ་ནང་ལ་རྨིས་པ་དེ་ག་རང་རེད་ད་ཨ་སི། ཁྱོད་རང་གི་རྨི་ལམ་ལ་རྨིས་པ་ད་ག་རང་རེད་ད། ད་ད། ཅི་ངའི་གད་ཅིག། སྤྲང་ཕྲུག་འདི་ཚོ་ཟེར་ན་ད་གར་ཤོག་ད་ཅི་ངའི་གད་པའི་ཁྲ་ཆུང་འདི་ཚོ། ཁྲ་ཆུང་སྤྲང་ཕྲུག་འདི་ཚོ། མ་འོངས་པ་ལ་ཡག་པའི་འཇིག་རྟེན་ལྷ་རེ་བཅས་པའི་མཆོད་གནས་ཅིག་ཡོང་གི་རེད་ད། དེ་འདྲ་ཡིན་དུས་བསམ་ནས། ངའི་རྩ་ལ་ཡོང་མཁན་ཚང་མ་ལོག། ཅིག། གར་ཤོད་ཅིག། ཆེ་ན་ཆེ་ཚིང་ཆུང་ན་ཆུང་ཚིང་ཟེར་ན་རྟག་ཏུ་གང་ལྟར་ཅིག་ངའི་རྩར་ཡོང་མཁན་ཚང་མ་ལོག་ཅིག། མི་ཆེ་ཆུང་མེད་པར་ཚང་མ་ལོག་ལ་ཅིག་རང་རང་སོ་སོའི་གི་འདོད་པ་ག་རེ་ཡིན་པ་ཡིན་ན་ཡང་དེ་འདོད་དོན་འགྲུབ་པར་རོ་ཅིག་ཡོང་གི་རེད། མི་ཁ་ཤས་ཀྱིས་ང་ཅིག་བསྟན་པ་སྣུང་མཁན་རེད་ཟེར། དེ་འདྲས་ཡང་ལབ་དགོས་ཨ་རེད། ཡིན་ན་ཡང་ཅིག་བསྟན་པའི་བདག་པོ་སུ་ཡིན། བསྟན་པ་ལ་སུས་ཕན་ཐོགས་བྱེད། ཨ་ནི་ཅིག། སེམས་ཅན་གྱི་དོན་སུ་ཡིས་བྱས་མ་བྱས་ཏེ། དེ་ནས་ཅིག། གར་བཞུགས་པ་དག་ཅིག། མ་འོངས་པ་ལ་ཡང། ཨ་ནི། གསལ་པོ་ཡོང་གི་རེད་ད་ཞེས་བྱས་དོགས་བྱེད་ཀྱི་བཀའ་གནང་བས་ཀྱི་ལོ་རྒྱུས་ཡོད་རེད། དེ་རིང་རིས་ན་ད་དེ། ཅིག། དག་པར་མི་བྱེད་ཀྱི་ད་གང་ལྟར་ཅིག། ཕྱག་རྒྱ་ཆེན་པོའི་ཀྱི་འདུག་ལུགས་ཀྱི་ཕྱག་རྒྱ་ཆེན་པོའི་ཀྱི་བསྟན་པ་སྤེལ་བ་དང། ཨ་དག་ན་བཞིན་གྱི་ཅིག། གར་ཞོག་ད་ཅིག། ཀྱིའུ། མང་པོ་ཅིག་ལ་ཡང་ད་ཅིག་བས་ན་བ་ལང་རྫི། ཟ་མར་བས་ད་ཅིག་ར་རྫི་ལུག་རྫི་དེ་ཚོ་ལ་བས་ཁྲིད་བཏབ་ནས། ཅིག་དཔེ་ཆ་ཙང་ལྟ་ཉུང་མེད་ཀྱི་ཡི་གེ་ཙང་ཀློག་ཉུང་མེད་ཀྱི་ར་རྫི་ལུག་རྫི་དེ་ཚོ་ལ་ཁྲིད་བཏབ་ནས།

ཡོད་པ་ནང་བཞིན་རེད། ད་ལྟའི་ཚང་མས་མཁྱེན་གསལ་རེད། དེ་ཡིན་དུས་ས་ནས་ཨན་དང་པོ་རིན་པོ་ཆེའི་དགེ་ཐིང་རྗེས་ལེ་ཡག་ཅིག་ཁོང་གི་ཅིག་ཐུགས་སྲས་སློབ་མ་མང་པོ་ཅིག་འཚོགས་བསྡད་པའི་དུས་ཚོད་རྗེས་ལེ་ཡག་མ་བཀའ་གནང་ནས་ཨ་ནི་ང་བཅོམ་ལྡན་འདས་སངས་རྒྱས་བཅོམ་ལྡན་འདས་ཀྱི། སྐབས་ལ་ཡ་ཨ་ནི་ཟླ་འོད་ཞུ་ནོ་ལ་ཡ། གྱུར་པ་ཅིག་དྲན་གྱི་འདུག། སྐབས་དེ་དུས་སང་ལ་ངས་མདོ་ཏིང་ངེ་འཛིན་རྒྱལ་པོའི། ཏིང་ངེ་འཛིན་རྒྱལ་པོའི་མདོ་དེ་ཞུས་ནས། ཨ་ནི་མ་འོངས་པའི་ཏིང་ངེ་འཛིན་རྒྱལ་པོའི་གི་མདོ་ཡི་དོན། སྤེལ་བ་ལ་ཅིག་ཁས་ལེན་ར་བུ་ཞུས། ཨ་ནི་ཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་ཡིན་ནའ། ཅིག་བསྟན་པ་སྤེལ་བ་ལུང་བསྟན་པ་ནང་བཞིན། ཨ་ནི་ངས། ཨ་ནི་གྱང་བ་ཚང་མ་ལོ་ཅིག། ཨ་རོ་ཕྱག་རྒྱ་ཆེན་པོའི་ཏིང་ངེ་འཛིན་ལ་ཡང་བཀོད་ནས་ཨ་རེ་སངས་རྒྱས་ཀྱི་བསྟན་པ་ལ་ཡང་བྱ་བ་ཆེན་པོ་བྱས་པས་ཡིན་བྱས་བྱས་དེ་འདྲས་པའི་བཀའ་གནང་བའི་ལོ་རྒྱུས་ཡོད་པ་དང། ཨ་དང་ན་ཤིང་གི་ང་ཚོའི་ཅིག་བྱང་ཚད་དཔལ་གྱི་བཀའ་འབུམ་ནང་ལོགས་ལ་ཡང། སྤྱི་དང་གི་གསང་སྔགས་བྱིན་རླབས་ཀྱི་ལམ་ཨ་ནི་དགོས་སོ། རྗེ་བཙུན་ནཱ་རོ་པ་འདི་བྱིན་རླབས་ཀྱི་བརྒྱུད་པ་འབའ་ཞིག་རེད་ཅེས་རེད་དུ་ཡོང་བ་རེད། དེ་འདྲ་ཡིན་དུས་ས་ནས་ཡིན་ན་ཡང་ཁོང་གི་སློབ་མ་རྗེས་འཇུག་མང་པོ་ཅིག་གིས་ནཱ་རོ་པའི་སློབ་མ་རྗེས་འཇུག་མང་པོ་ཅིག་གིས། རྟོགས་པའི་ཡེ་ཤེས་ཀྱི་དོན་ལ་བློ་མ་ཁེལ་ནས་ཅིག་གར་ཤོར་བ་ལྟ་ཅི། ཅིག་སེམས་ངོ་སྤྲོད་ཡང་ཟང་མར་བས་ལྟ་ཅི། ཅིག་ཐ་མལ་གྱི་ཤེས་པ་ལ་ཡང་ཅིག། ངོ་སྤྲད་ནས་ངོ་སྤྲད་ཡང་དེ་ལ་བས་ཅིག། ཡིད་ཆད་པོ་རུ་བ་ཅིག་དང་བློ་བདེ་པོ་རུ་བ་ཅིག་མ་བྱུང་བ་བྱས་བྱས་ཨ་ནི་ཅིག་མན་ངག། ཅིག། མདོ་རྒྱུད་ཀྱི་མན་ངག་མང་པོ་ཅིག་ལ་ཡང་བས་སྦྱངས་ནས། དེ་ནས་ཅིག། ཙི་གི་ཙི་གི་མང་པོ་ཅིག། བྱས་ནས་ལྟ། བྱས་བསྡད་པ་རེད་དེ་ཡིན་ན་ཡང། ཨ་ནི་སེམས་ངོ་འཕྲོད་ཡག་དེ། ཁ་པོ་ཞུ་ཆགས་རེད་ཡོད་རེད། ད་ཡིན་ན་ཡང། ཅིག་བྱིན་རླབས་ཀྱི་ཡེ་ཤེས་ནང་ནས་ཤར་ནས། མངོན་སུམ་ལམ་དུ་བྱེད་པའི་གི་བརྒྱུད་པ་དངོས་གནས་དེ། བླ་མ་རིན་པོ་ཆེ་ད་རྗེ་སྒམ་པོ་པ་འདི་ཁོ་ནའི་གི་བའི་བརྒྱུད་པ་འདི་ཟིན་བསྟན་མཁན་དེ་རྗེ་གང་པོ་པ་དེ་རེད་འདུག། དེ་འདྲ་ཡིན་དུས་སམ་རྗེ་གང་པོ་པ་འདི་སྙིགས་མའི་གི་དུས་འདི་ལས་ཡལ་པའི་སངས་རྒྱས་པའི་སྐུ་ཞབས་ལོན་པ་ཟེར་ན་འདྲ་འདུག་ཅིག་སངས་རྒྱས་སྤྲུལ་པའི་སྐུར་བྱོན་པ་ཐག་ཆོད་པ་ཡིན་བྱས་བྱས། དེ་འདྲས་གི་པའི་གར་སོ་བའི་ཅིག་མ། བསྔགས་བརྗོད་ཟེར་ན་འདྲ་འདུག་ད་དེ་འདྲས་གི་ཆེ་བ་བརྗོད་པ་མཛད་པ་ཡིན་པ་རེད། ད་ག་འདྲ་དེའི་སྒོ་ནས་ད་མདོར་ན་ཅིག།

དེ་བཟོ་ལས་ཡིན་པའི་ནས་རྗེ་མི་ལས་ཀྱི་ལུགས་ལྟར་དུ་ཐབས་ལམ་གྱི་སྒོ་ནས་ཅིག་བྱ་དགའ་ཆེན་པོ་ངོ་སྤྲོད་གནང་བ་དང། ད་དཔེར་ན་ཆ་བཞག་པ་ཡིན་པས་ན། ད་ལྟ། སྒྲུབ་བརྒྱུད་ཀརྨ་དཀར་ཚང་གི་རྟ་གཅིག་གསོན་རྗེས། པ་ནི་དུས་གསུམ་མཁྱེན་པ་ལ་ཡ། དེ་ནས། རྗེ་སྒམ་པོ་དཔལ་གྱིས། བསྐྱེད་རིམ། ལྷན་ཅིག་སྐྱེས་མ་དང་རྫོགས་རིམ་བསླུ་སེམས་གཉིས་མེད་ཀྱི་གདམས་ངག་དེ་ཡང་རྗེ་སྒམ་པོ་པ་ནི་མ་གནང་བའི་ཕྱིར། བ་དེ་རིང་ཡུལ་ཙམ་དེ་ག་དེ་ཚང་མ་ལོ་གཅིག། གསང་སྔགས་ཟབ་མྱོས་ཀྱི་གདམས་ངག་རུ་ཆགས་ཀྱི་ཡོད་རེད་དེ་ནི་ཡིན་དུས་སང་ནས་སྒམ་པོ་བས་ཀྱི་ཡང་གཅིག་གསང་སྔགས་ཀྱི་ཉམས་ཞིབ་གནང་གི་ཡོད་མ་རེད་བས་ལབ་ཡིན་ནས་གསང་སྔགས་ཉམས་ཞིབ་གནང་གི་ཡོད་མ་རེད་ཟེར་བ་རེད་གསང་སྔགས་ཀྱི་ཉམས་ཞིབ་གནང་གི་ཡོད་རེད་གནང་ད་ན་གསང་སྔགས་ཀྱི་བས་གྲུབ་ཐོབ་རུ་ཆེན་པོ་ཆགས་གནང་ཡོད་རེད་བ་དཔེར་ན་དེ་ལྟ་སྟེ། རྗེ་བཙུན་མི་ལ་རས་པའི་སྐུ་མདུན་ལ་ཡང་རྗེ་སྒམ་པོ་བ་ཕེབས་པའི་སྐབས་ལ་གཙོ་བོ་དེ་སྲོག་རྩོལ་གཏུམ་མོའི་ཀྱི་ཉམས་བཞེས་གཙོ་བོ་གནང་འདུག་བ་དེ་ནི་ཡིན་དུས་སང་ལོ་གཅིག་ལ་ཡང་གཏུམ་མོ་དགོན་པ་ཡིན་གསུངས་འདུག། ཟླ་བ་བཅུ་གསུམ་ཞོག་རུ་བ་ཀུན་འདུན་ལ་ཡ། མི་ལའི་ཀུན་འདུན་ལས་ཟླ་བ་བཅུ་གསུམ་ཞོག་རུ་བ། དེ་ན་ཟླ་གཅིག། ཟླ་བ་བཅུ་གཉིས་དེ། གཏུམ་མོ་སྒོམ་བྱེད་ཞུགས་འདུག་བ། དེ་རིང་འདུན་སང་ནས་གསང་སྔགས་ཉམས་བཞེས་གནང་ཡོད་པ་དེ། དེ་བཞེས་མ་བོ་རེད། མདོར་ན། མདོ་སྔགས་ཟུང་དུ་འབྲེལ། ཨ་ནི་ཅིག་གང་ཟག་གི། མདོ་སྔགས་ཟུང་འབྲེལ་གྱི་ཟུང་འབྲེལ་གནང། ད་ན་བཞིན་གྱི་གང་ཟག་གི་བློ་ཡི་རིམ་པ་དང་མཐུན་པའི་གྱི། ཅིག། གར་སོགས་ལ། སྐྱེས་བུ་གསུམ་གྱི་ལམ་རིམ་གྱི་ཁྲིད་གནང། ད་ག་ན་བཞིན་གདུལ་བྱ་རྒྱ་ཆེན་པོ་ལ་ཕན་པའི་གི་ལྟ་གང་ལྟར་ཅིག་ཉམས་ལེན་གྱི་རིམ་པ་མང་པོ་ཅིག་གསར་གཏོད་མཛད་པ་དང། ད་ག་ན་བཞིན་ཅིག་སློབ་མ་ཡིན་པའི་ནའང་ཕལ་ཆེ་བ་དེ་རབ་ཏུ་བྱུང་བ་ཡིན་པ་དང། ད་ག་ན་བཞིན་དག་ལ་གང་པོ་ལ་ཡང་ཅིག་འདུལ་ཁྲིམས་དང་པོ་ཡོད་པ་ལ་སོགས་པ་དེ་འབྲེལ་གྱི་སྒོ་ནས་ཅིག་བསྟན་པ་སྤྱིའི་འགྲོ་སྟངས་དང་མཐུན་པའི་སྒོ་ནས་བསྟན་པ་དར་ཞིང་རྒྱས་པར་མཛད་པའི་ཀྱི་སྟོབས་ཀྱིས་ནི་ཅིག་མཛད་འཕྲིན་གཞན་དང་མི་འདྲ་བ་ཅིག་བྱུང་བསྡད་པ་ཅིག་རེད་བསམ་དྲན་གྱི་འདུག་ཨ་དེ་རིང་བིན་འཇུ་ས་ནས་མདོར་ན་ད་དེ་རིང་ངས་ཞུ་ཡག་དེ་ག་རེ་ཟེར་ན་ད་ང་ཚོ་ཅིག

ཨ་འདི་རིང་དུས་སང་ན་གཞན་དག་དང་མཉམ་དུ་ཅིག་ད་གང་ལྟར་ཅིག་ཐ་སྙད་ཀྱི་རྩོད་པ་ཀྱང་འགངས་ཤོར་དེ་ཡང་མ་གཏོགས་ཅིག་དོན་དུ་ཅིག་སོ་སོ་རང་ཉིད་ལ་ཡང་ཁ་ནང་དུ་བསྐོར་ནས་འོ་ད་ཅིག་སོ་སོ་ལ་ཡང་བཀའ་རྒྱུད་བས་ཀྱི་ཅིག་དགའ་ཤོར་ད་ཅིག་རྒྱུད་པ་འདི་ག་འདྲ་ཞིག་ཡིན་པ་བཀའ་རྒྱུད་བས་ཀྱི་ཅིག་ཉམས་སུ་ལེན་སྟངས་ག་འདྲས་རུབ་ཅིག་ཡིན་པ་ལྟ་སྒོམ་སྤྱོད་རྩོམ་ག་འདྲས་རུབ་ཅིག་ཡིན་པ་དེ་ཡང་ཞེ་དྲག་རང་ཅིག་ཤེས་ཡ་མེད་ན་ཨ་འདྲས་ཆོག་ས་ཀྱང་མི་འདུག་དེ་རིང་མིག་འདུན་སང་ཉིན་དེའི་རྒྱུ་མཚན་བལྟས་ནས་ཨ་དེ་རིང་བསྡད་ཡག་ཅེས་ངོ་སྤྲོད་མདོ་དུས་རུ་ཞུས། ཨ་མདའ་དེ་ནས་སང་ཉིན་རྗེ་སྒམ་པོ་བས་ཀྱི་རྣམ་ཐར་རུ་མདོ་དུས་ཞུས་ན་བསམ་དྲན་སོང། རྗེ་སྒམ་པོ་བས་རྣམ་ཐར་མདོ་དུས་རུ་ཞུས་རྗེས་ཨ་མདའ་ཅིག་རྗེ་སྒམ་པོ་བས་ཀྱི་ག་དུས་འཁྲུངས་པ་དང་ཨ་ན་ག་དུས་ཅིག་སྐུ་གཤེགས་པ་དང་རྗེ་བླ་མ་གར་གར་བསྟེན་ཡོད་པ་མདའ་དེའི་སྐོར་དེ་མདོ་དུས་རུ་ཞུས་ན་ཡང་འོས་འགྲོ་བསམ་དྲན་སོང། ད་དེ་ནས་རྗེས་རིམ་པས་ཞིབ་བྱེད་བྱས་ན

བསོད་ནམས་འདི་ཡིས་དམ་བཅས་སྲིད་པ་ཉིད་སྟོབས་ནི་ཉེས་པའི་དགྲ་རྣམས་ཕམ་བྱས་ཏེ་སྐྱེ་རྒ་ན་འཆི་རྦ་རླབས་འཁྲུགས། སྲིད་པའི་བཟོ་ལས་འགྲོ་བ་སྒྲོལ་བར་ཤོག། སྲིད་ཞིའི་དཔལ་འབྱོར་མ་ལུས་འབྱུང་བའི་ཐུབ་པའི་བདེན་པ་ཡུན་རིང་གནས་པ་དང་ཏིང་འཛིན་བྱེད་པའི་སྐྱེས་བུ་དམ་པ